ཐལ་བར་གྱུར་པ་གང་ཡིན་པ། ཞེས་གསུངས་པའི་དོན་གང་ཡིན་ཞེ་ན་བྱེ་བྲག་ཡིན་པ་རེད། དེ་ནི་དབང་པོ་དང་ཚོགས་པའི་རྟེན་གྱི་དབང་དུ་བྱས་ནས་གསུངས་པ་ཡིན་པའི་ཕྱིར། དགེ་སློང། མི་འདི་ནི་ཁམས་དྲུག་པ་ཁམས་དྲུག་པ་ཡིན་ནོ། ཞེས་པའང། སེམས་ཅན་གྱི་རྫས་ཀྱི་གཞི་བསྟན་པའི་ཕྱིར་གསུངས་པ་ཡིན་གྱི། དེ་ཙམ་ཁོ་ན་ནི་མ་ཡིན་ཏེ་སེམས་ལས་བྱུང་བ་རྣམས་མེད་པར་འགྱུར་བར་ཐལ་བའི་ཕྱིར་དང། སེམས་ཉིད་རྣམ་པར་ཤེས་པ་རྣམ་པར་ཤེས་པ་ཉིད་སེམས་ལས་བྱུང་བའང་མ་ཡིན་ཏེ། མདོ་ལས། འདུ་ཤེས་དང་སེམས་པའི་ཆོས་འདི་ནི་སེམས་ལས་འབྱུང་བ་སེམས་ལ་བརྟེན་པ་ཡིན་ནོ་ཞེས་དང། འོ་འདི་རེ་ནི་སེམས་འདོད་ཆགས་དང་བཅས་པ་ལ་སོགས་པ་གསུངས་པའི་ཕྱིར་རོ། ལྟ་སྟེ་འགྲིག་འདུ་བ། བཀའ་སྩལ། འབྱུང་འགྱུར་རྣམ་པ་གཉིས་ཡིན་ཏེ། ཨེ་ནི་ཀ་རི་ཡ། ལྷག་མ་གཟུགས་ཅན་དགུ་པོ་ནི་འབྱུང་འགྱུར། ཆོས་ཁམས་ཕྱོགས་གཅིག་ཀྱང། ད་འབྱུང་བ་འབྱུང་འགྱུར་གྱི་རབ་དབྱེ་ཡིས་ཟད་དེ་ཕྱིར་རོ། བ་ད་འོ་ད་དེ་རེ། འོ་ད་དེ་འབྱུང་བ་འབྱུང། ཡང་ཁམས་དེ་དག་ལས། གཅོད་པར་བྱེད་པ་སྟ་རེ་ལྟ་བུ་དང། བཅད་པར་བྱ་བ་ཤིང་ལ་སོགས་པ་ཨ་ད་ཤིང། སྟ་རེ་ཤིང་བཅད་པ་དེའི་ཚེ་བཅད་བྱ་གཅོད་བྱེད་ཟེར་བ་ད། ལྟ་བུ་གཉིས་ནི

བྱུང་བ་དུམ་བུར་ཕྱེས་པ་ལ་བརྗོད་པ་ན་དབང་པོ་རྣམས་ནི་འབྲེལ་བའི་རྒྱུན་གཉིས་སུ་བྱར་མེད་དེ་དབང་པོ་ལས་སྐྱེ་ཡང་མེད་བྱ་བའི་ལུས་གསུང་བ་ཁོ་བོའི་ལྟར་དང་བ་བྱར་མེད་དེ་ལུས་ལ་སོགས་པ་བསྐྱེད་པའི་ཡན་ལག་ལ་དབང་པོ་མེད་པའི་ཕྱིར་རོ། འོ་ན་སྣ་ལ་སོགས་པ། རྩེ་མོ་བཅད་པར་བྱ། རྩེ་མོ་བཅད་པར་བྱ་བ་ན། དེ་དག་གི་རེག་བྱ་འཛིན་པ་ཇི་ལྟར་འགྱུར་ཞེ་ན། བཅད་པའི་སྣ་ཡིས་རྩེ་མོ་ལ་སོགས་པས་ནི་རེག་བྱ་མི་འཛིན་གྱི། དེ་དག་སྦྱར་བ་ན་འཛིན་པ་ནི་ཨོང་བུ་ཅན་གྱི་ལུས་དང་འདྲ་བའི

མཇུག་མ་བཅད་མིག་འབུ་ཟིན་ན་ང་རང་ཚོའི་འབུ་རེད། འོ་ད། འོ་ད་འབུ་ཡོད་རེད་བ། འོ་ད་དེ་རེད་འབུ། འབུ་མིག་འབུ་ལ་སོགས་པ་འབུ་རིང་པོ་དེ་འདྲའི་དུ་བ་དུམ་བུ་གཉིས་སུ་བཅད་བཞག་ན་ཡང། ཨ། ག་རེ། ས་བ་དང་མ་ས་བ་འགྲོ་རྒྱུ་རེད་བས། རེག་བྱ་རྣམ་པ་གཉིས་ཡིན་ཏེ། དེའི་དཔའ་རུང་ལ་འདུག་བས་ཨ་ལས་དེའི་དཔའ་རུང་ས་མ་ས་འགྲོ་སོང་འགྲོ་མ་སོང། ཨ་ལས་ཁམས་བཅོ་བརྒྱད་པོ་དེ་དག་ལས་མི་ལ་སོགས་པའི་གཟུགས་ཅན་བཅུ་ནི་མཐའ་གཅིག་ཏུ་བསགས་པའོ། ས་ལྷག་མ་བརྒྱད་ནི་མ་བསགས་པའོ། འོ་དེ་ཡིན་པར་རེ་བ་སོང་ངོ། འོ་དེ་གཟུགས་ཅན་བཅུ་ནི་བསགས་བསགས་མ་བསགས་ཀྱི་རབ་ཡིན། རེ་བ། འོ་དེ་ཡང་གཟུགས་ཅན་བཅུ། ཕྱི་མ། གཟུགས་ཀྱི་ཆུང་མཐའ་མ་ཡིན་ཞེས་ཟེར། ད་འདི། འོ་ད་རེ། ཕྱི་མ་གཟུགས་ཀྱི་ཆུང་མཐའ་མ་ཡིན་ཟེར་དུས་ཕྱི་མ་བསགས་དུས་རེད་པ། བསགས་དུས་དུ་གཟུགས་ཀྱི་ཆུང་མཐའ་མ་ཡིན་ཏེ་ཁོ་བསྡུས་གྲྭའི་གཉིས་ཡན་ཆད་བསྡུས་པ་ཅིག་ཡིན་ཙང་ཆུང་མཐའ་རིག་གི་མ་རེད་བ། ཆུང་མཐའ་ཞོག་ཟེར་ན་ཨ་ནི་བསྡུས་ཆ་མེད་དེ་བཞག་པ་ཅིག་རེད་བ། ཆ་མེད་གཉིས་བསྡུས་པའི་གོང་བུ་དེ་ཆུང་མཐའ་མ་རེད་བ། འོ་ད་དེ་ཕལ་ཆེར། ཕྱི་མཛོད་དེ་ཁ་ཅིག་མེད་འགྲོ་བསམ་བསམ་རེད། ཁྱིམ་རྫུན་གྱི་ད་ག་རང་གསུང་གི་འདུག་ཨ། དེ་ལས་ཆུང་བའི་འདུལ་བ་གཞན་མེད་པའོ་གསུང་འདུག་ཨ། དེ་ཡིན་ད་དུས་གཉིས་ཙམ་འདུལ་བའི་གོང་བུ་དེ་གཟུགས་ཀྱི་ཆུང་མཐའ་མ་ཡིན། གོང་བུའི་ཆུང་མཐའ་ཡིན། བཤད་སྟངས་སྐབས་འདིར་ཁ་ཅིག་གིས་སྔ་མ་གཟུགས་ཀྱི་ཆུང་མཐའ་དང་ཕྱི་མ་དེ་མ་ཡིན་ཟེར། དེ་མི་འཐད་དེ་གསུང་འདུག་ཨ། དེ་མི་འཐད་དེ་གསུང་སྟངས་ལ་བརྟག་ན་བསགས་དུས་དེ་རྫས་དུས་གཉིས་ཀ་གཟུགས་ཀྱི་གཟུགས་ཀྱི་ཆུང་མཐའ་ཡིན་དགོས་ངེས་ཀྱི་བཟོ་ལྟ་ཅིག་བསླད་ཡོང་གི་རེད་བ་དང། གཟུགས་ཀྱི་ཆུང་མཐའ་ཡིན་ན་རྡུལ་ཕྲན་ཆ་མེད་ཡིན་དགོས་ཀྱི་རེད། དེ་ཡིན་ན་ཨ་ནེ་ད། བསགས་རྡུལ་དང་རྫས་རྡུལ་གཉིས་ཀྱི་ཁྱད་པར་ཞོགས་སུ་ལབ་ན་རེ་བ། རྡུལ་གཞན་དང་ཕྲད་ཟིན་པའི་ཆ་མེད་ཆུང་ཆུང་ཤོས་དེ་བསགས་རྡུལ་བཞག་རྡུལ་གཞན་གང་དང་ཡང་མ་འབྲེལ་བའི་བར་ན་གང་ལ་ལྡིང་ལྡིང་ངེས་དེ་རྫས་རྡུལ་བཞག་དེ་མ་བཞག་ན་འགྲིག་གི་མི་འདུག་བ་དང། སྔ་མ་ཟུར་གྱི་ཆུང་མཐའ་དང་ཕྱི་མ་དེ་མ་ཡིན་ཟེར་བ་མི་འཐད་དེ། ཞེས་ཟེར་དེ་མི་འཐད་དེ་རང་འགྲེལ་ལས། ཐམས་ཅད་བས་ཕྲ་བའི་གཟུགས་ནི་གསུང་དུ་བ། བསགས་པའི་དུས་ཁྲི་རབས་ཅེས་བྱ་སྟེ་ད་པན་ཆེན་རིན་པོ་ཆེ་ལུང་གཅིག་བགྲང་ཡོད་འདྲི་བ་ལྟར་ག་རེ་བགྲང་ཡོད་དེ། ཐམས་ཅད་བས་ཕྲ་བའི་གཟུགས་ནི་བསགས་པའི་དུས་ཁྲི་རབས་ཅེས་བྱ་སྟེ་བྱས་པ་བསགས་དུས་དེ་ཡང་ཟུར་གྱི་ཆུང་མཐའ་ཡིན་པའི་ཕྱིར། ཡིན་པ་དག་ཡང་རང་འགྲེལ་གྱི་དགོངས་པ་ཡིན་པའི་ཕྱིར། ཡིད་མ་ཐག་རང་འདྲའི་ལས། ཐམས་ཅད་བས་ཕྲ་བའི་གཟུགས་ནི་གསུང་དུ་བ། གཟུགས་ཅན་ཐམས་ཅད་ལས་ཕྲ་ཤོས་ཏེ་བསགས་པའི་རྡུལ་ཕྲ་རབ་ཅེས་བྱ་སྟེ། དེ་ལས་ཕྱུང་བ་ནི་མི་མངོན་པའོ་ཞེས་གསུངས་ཤིང། ལུས་མ་ཐག་མི་མངོན་པའོ་ཞེས་གསུངས་པའི་ཕྱིར། ཕྱི་མའང་གཟུགས་ཀྱིས་ཕྱུང་བར་གསུངས་པའི་ཕྱིར་རོ། ཞེས་ཕྱི་མའང་སྲིད་དུ་ཕྱི་མ་ཀ་རི་ཡ། འོ་བདུད་ཀྱིས་འཆིང་དང་བསྲུང་བའི་ཕྱིར་རོ། ཡང་དེའི་འཕྲོ་ལས། ཡང་པཎ་ཆེན་རིན་པོ་ཆེས་འདི་སྐད་གསུངས་ཤིང། རྫས་དུས་གང་དང་ཡང་ལྷན་ཅིག་མ་འབྱུང་བ་དང་པོར་སྐྱེ་བའི་རྡུལ་ཕྲ་རབ་ཞིག་ལ་འཇོག། སྔ་མའང་སྲིད་དུ་ཀ་རི་ཡ། འོ་གང་དང་ཡང་མ་ཕྲད་པས་རྡུལ་ཕྲ་རབ་ཞིག་ལ་འཇོག། ཕྱི་མ་སི་ཏུ་ཁ་རེ། ཕྱི་མ་དེ་དག་གཉིས་ཙམ་འདུས་པ་ལ་འཇོག་ཞེས་གསུངས་ལ། དེ་དག་གཉིས་ཙམ་འདུས་པའི་གོང་བུ་དུ་ཆོས་ཅན་སེ་ལབ་ན་ནི་སྔ་མོ་དང་འགལ་གསུངས་ལ། གོང་བུ་དུ་ཆོས་ཀྱི་གཟུགས་ཀྱི་ཆུང་དག་ཡིན་པ་དག་ས་དུ་ཡིན་པས་ཇི་སྲིད་རེ་བ་དེ་སྲིད་དུ་ཕྱི་མའི་དགོངས་པ་དེ། ཕྱི་མ། གཉིས་ཙམ་འདུས་པ་ཟེར་ན་འདུས་ལྡན་གཞན་ཡན་ཆད་དང་ཕྲད་པ་ཕྱིན། འདུས་ལྡན་གཞན་གཉིས་ཙམ་དུ་ཕྲད་པས་ཟེར་བ་ཆ་མེད་དེ་ལ་འཇོག་དགོངས་ཀྱི་སོ་ལ་ཅི་འདུག་བསམ་པར་རེ་བ་དག་འཇོག་པའི་ཕྱིར་ཞེས་གསུངས་ལ། དཔལ་ཆེན་མཆོག་གི་ཐུགས་བཞེད་ལ། འོ་ད་འདི་རེ་གར་ཟེར། རྫས་འདུས་དང་ས་འདུས་གཉིས་ཀ་ཆ་མེད་ཆུང་ལྟར་ཡིན་པ་མཚུངས་ཀྱང། རྡུལ་ཕྲ་རབ་གཞན་དང་མ་ཚོགས་པ་བདག་མེད་ཡན་གར་བ་གནས་པ་ལ་རྫས་འདུས་དང། རྡུལ་གཞན་དང་འདབ་འབྱར་དུ་འཕྲད་པ་ན་སྲ་རྡུལ་དུ་ཤེས་པར་མངོན་ནོ། དེ་འདྲ་པོ་དུ་བ་དང། འོ་དེ་རེད། འོ་དེ་བྱེད། དེ་ལ་འགའ་ཞིག་གིས། འོ་ན། ག་རེ་ཟེར་འོ་ན། རྡུལ་གཞན་བརྒྱད་དམ་དྲུག་དང་འཕྲད་པས།

རྡུལ་གཞན་གཅིག་དང་ཕྲད་ཕྱིན་ཆད་ལ་བརྒྱད་དང་མཉམ་དུ་ཕྲད་དགོས་སུ་ཆད། གཟུགས་ཀྱི་ཁམས་ན་རྡུལ་གཅིག་དང་ཕྲད་ན་དྲུག་དང་མཉམ་དུ་ཕྲད་དགོས་ཆད། མ་ཕྲད་པའི་རྡུལ་ཡོད་ཡོད་ཆད་བ་དང། ཕྲད་པའི་དེ་ལྟ་བུའི་ཚོགས་པ་ན་ཡོད་པའི་རྡུལ་ཕྲ་རབ་ཆོས་ཅན། བསགས་རྡུལ་ཡིན་པ་དག། རྡུལ་གཞན་དང་ཚོགས་པའི་རྡུལ་ཕྲ་རབ་ཡིན་པའི་ཕྱིར་ཞེས་བྱ་བ་རེད།

འོ་དེ་གཉིས་འདུས་པའི་གོང་བུ་གསུམ་འདུས་པའི་གོང་བུ་བཞི་འདུས་པའི་གོང་བུ་ལྔ་འདུས་པའི་གོང་བུ་དྲུག་འདུས་པའི་གོང་བུ་བདུན་འདུས་པའི་བརྒྱད་འདུས་པའི་གོང་བུ། གོང་བུ་དེ་གས་ཏེ་ས་རྡུལ་མ་ཡིན་ཟེར་དགོས་དོ། གོང་བུའི་ཆ་ཤས་སུ་གྱུར་པའི་རྡུལ་རེ་རེ་བ་དེ་ས་རྡུལ་ཡིན་ཟེར་དགོས་དོ། ས་རྡུལ་ཡིན་པ་དག་རྡུལ་ཤན་དང་ཚོགས་པའི་རྡུལ་ཕྲ་རབ་ཡིན་པས་འདོད་མི་ནུས་ཏེ་དཔལ་འབྱོར་མཆོག་གི་ཤེས་བྱ་རབ་གསལ་ལས་ཡང་འདི་ཡོང་གི་ཡོད་ཁོ་ན་རེད། འོ་ན་རྡུལ་ཕྲན་བརྒྱད་དམ། དྲུག་འདུས་པའང་ཆོས་ཅན། བསགས་རྡུལ་དུ་ཐལ། དེ་གཉིས་འདུས་པ་དེ་ཡིན་པ་གང་ཞིག། རྡུལ་ཕྲན་གཉིས་འདུས་པ་དེ་བསགས་རྡུལ་ཡིན་པ་གང་ཞིག། བསགས་རྡུལ་སྐྱེས་པ་ན་བརྒྱད་དམ་དྲུག་དང་ལྷན་ཅིག་ངེས་པར་སྐྱེས་པའི་ཕྱིར། ལྟ་སྟེ་ཁ་ཅིག་སྟག་ཟ་ཁར་བཏགས་སོ་ཡང། འོ་ན་རྡུལ་ཕྲན་བརྒྱད་དམ་གསལ་ཏེ་འདོད་པའི་ཁམས་ན་བསམ་ལ་དང། རྡུལ་ཕྲན་ཁམས་དང་རྡུལ་གཉིས་ཕྲད་སུ་ན་བརྒྱད་མཉམ་དུ་ཕྲད་ཡོང་གི་རུ་བ། བརྒྱད་དམ། གཟུགས་ཀྱི་ཁམས་ན་དྲུག་ཕྲད་ཡོང་གི་རུ་བ། དེ་ལྟ་བུའི་བརྒྱད་འདུས་པའི་འདུས་པ་དེ་དང་ཟེར་བ་རེད། དྲུག་འདུས་པའི་འདུས་པ་དེ་ཆོས་ཅན་བསགས་རྡུལ་ཡིན་པ་ཐག་ཆོད་ཡིན་པ་དང་རྡུལ་གཉིས་འདུས་པའི་འདུས་པ་དེ་བསགས་རྡུལ་ཡིན་པ་གང་ཞིག་ཟེར་བ་རེད། གཉིས་འདུས་པའི་འདུས་པ་དེ་བསགས་བསྡུས་ཡིན་ན། ཨ་ནི་བརྒྱད་དང་དྲུག་འདུས་པ་དེ་བསགས་བསྡུས་ཡིན་དགོས་ཀྱི་རེད་དེ་གཉིས་འདུས་གསུངས་ན་འདོད་པ་ལ་ཡིན་ན་བརྒྱད་ངེས་པར་འདུས་དགོས་ཀྱི་རེད་གོང་མ་ལ་ཡིན་ན་དྲུག་ངེས་པར་འདུས་དགོས་པའི་ཕྱིར་རྟགས་ཚད་དེ་དང་རེ་བ་འདོད་མི་ནུས་ཏེ། དེ་བདུན་འདུས་པ་རྡུལ་ཕྲན་དུ་བཤད་པས་སོ་ཟེར་བ་དེ་རེད་འདོད་མི་ནུས་ཏེ་ཟེར་ལབ་ད། བརྒྱད་འདུས་པ་དང་དྲུག་འདུས་པ་དེ་བསགས་བསྡུས་ཡིན་པར་འདོད་མི་ནུས་ཏེ་ཟེར་ན་ག་རེ་ཟེར་སོ་ཡ། དེ་བདུན་བསྡུས་པ། རྡུལ་ཕྲན་དུ་བཤད་པས་སོ། བདུན་བསྡུས་པ་ཟེར་གྱི་ཡིན་ན་ད་འདོད་པའི་ཁམས་ནི་བསམ་བློ་བཏང་ན་མ་གཏོགས་འོ་རེད་ཁམས་གོང་མ་ན་བདུན་ཙམ་བསྡུས་པ་ཅིག་ཡོད་ཤེས་ཀྱི་མ་རེད་བ། དེ་འདོད་པའི་ཁམས་ན་ད་དཔེར་ན་བརྒྱད་ཚོགས་བཟོ་ན་བདུན་ཡོད་ཚོགས་དགོས་ཀྱི་རེད་བ། རེད་བ། བྱས་ཙང་བརྒྱད་ཀྱི་ནང་ནས་གཅིག་དེ་བག་ཡོད་བདུན་ཙམ་བསྡུས་པ་དེ་ཆོས་ཅན།

རེད། རྟགས་ཕྱི་མ་དེ་ལྟར་ཡིན་ཀྱང་རྟགས་ཕྱི་མ་ག་རེ། བདུན་བསྡུས་པ་བསྡུས་འགྲེལ་དུ་བཤད་པ་དེ་ལྟར་ཡིན་ཀྱང། གཉིས་བསྡུས་པའི་གོང་བུ་དེས་རྡུལ་ཕྲ་རབ་ཏུ་འཇོག་ཀྱང་གསུངས་འདུག། གསུམ་ཡན་ཆད་ནས་རྡུལ་ཕྲ་རབ་ལས་རགས་སུ་སོང་བའི་ཆེ་མཉམ་དེ་དཔྱད་དུ་སོ་བ་ལྟ་དེ་ཡོང་གི་འདུག། བྱས་ཙང་དེ་རེད་ལ་བསམ་བློ་བཏང་ག་ཡིན་ན་རེད་བ་ལྟ།

ཨ། དེ་ག་རེ་ཟིག་ཡིན་པ། སྐྱོན་མེད་དེ་སྐྱོན་མེད་པའི་ལན་བཏབ་ཚུལ་མེད་པའི་ཕྱིར་ཟེར་ན་ག་རེ་ཟིག་ཡིན་པ་ཡང་མཐའ་ཡས་གཅིག་ལབ། སྐྱོན་མེད་དེ་ཟེར་སྐྱོན་མེད་པའི་ལན་བཏབ་ཚུལ་ག་རེ་ཡིན། རྡུལ་ཕྲ་རབ་རྡུལ་འདུས་པ་དེ་ཆོས་ཀྱི་རྡུལ་ཕྲན་ཡིན་པ་དང། རྡུལ་ཕྲན་ཡིན་པར་རང་ལུགས་ཁས་ལེན་པ་དང། དེ་ཁས་ཨ་ལེན་དེ་ཁས་མ་ལེན་རྩ་བ་དེ་འགལ་འགྲོ་བ་རེད་པ།

མ་ཁྱབ་སེ་ལ་དེ་ལུང་བརྟགས་མ་དེ་ཁས་ཞུ་དང་དེ་གཉིས་ཀྱི་ཁྱད་པར་ཡོད་དེ་ཟད་དེ་ཁ་རེ་ཡ། དེའི་འཕྲོ་ལས། ཨི་མདའ་ཁྱིམ་མཚོས་དེ་གཅིག་པ་ཆགས་སོང་ང། སྔ་མ། དུས་གང་དང་ཡང་མ་ལྟོས་ལྷན་ཅིག་དང་པོར་སྐྱེས་པ་ཅིག་ལ་འཇོག། ཕྱི་མ། དུས་དེ་དག་གཉིས་ཙམ་འདུས་པ་ལ་འཇོག་པའི་ཕྱིར། རེད་འདུག་བས། རང་གི་ལུས་ནི་དེ་ཉིད་ཀྱི་ཁྱད་པར་ཡོད་དེ། སྔ་མ་རྡུལ་ཚན་གཞན་གང་དང་ཡང་ཕྱི་མ་ནི་གར་སྲིད་དེ་དག་གཉིས་ཙམ་འདུས་པ་ལ་འཇོག་པའི་ཕྱིར། ཞེས་གསུངས་པའི་ཕྱིར་བྱེད་རེ་བ་དང། བྱེད་ཙམ་ཐིག་གར་སྲིད་རེ་རྡུལ་དེ་དག་གཉིས་ཙམ་འདུས་པ་ལ་འཇོག་པའི་ཕྱིར་གཉིས་ཙམ་འདུས་པའི་གོང་བུ་ལ་འཇོག་པའི་ཕྱིར་སྲིད་རྒྱུད་ཡིན་པ་དང་ནི་ཁྱོད་རང་ལྟར་ན།

རྡུལ་ཕྲ་རབ་ཡིན་པ་དང་ཞེས་གསུངས་པའི་ཕྱིར། དེ་རྡུལ་ཕྲ་རབ་ཏུ་འཇོག་ཀྱང་ཞེས་གསུངས་པའི་ཕྱིར། གསུམ་ཡན་ཆད། རྡུལ་ཕྲ་རབ་ལས་རགས་སུ་སོང་བའི་ཕྱིར་སྙམ་སྟེ་དཔྱད་དོ། འདི་གར་ཚིག་རེས་རེ་བ། ཨོ་དེ་རེད། སྐད་ཅིག་ཕྲ་རབ་དུས་ད་ནི་དུས་དྲན་དག་ནི་དེ་བཞིན་འདུག་ཟེར་ཡ་ཅི་རེད་བ། ཨོ་ཡ་ད་དེ་དེ་ཡིན་པ་རེད། ཨ་ར་དུས་ཕྲ་རབ་དང་དུས་གཉིས་ཀྱི་ཁྱད་པ་ག་རེ་བཞག་ཡ་ཞེས་གསུངས་པས་ལན་དུ། ལ་ལས་དཔལ་ཆེན་མཆོག་གི་གསུང་དེའི་དགོངས་པ་ནི། དུས་གཉིས་ཕྲད་པ་ན། ཡ་རྒྱལ་གྱིས་དུས་ཕྲ་རབ་ཆུང་སྟེ་རེ་རེ་བ་དེ་བསགས་དུས་དུ་ཞེས་ཀྱང། ཕྲ་རབ་གཉིས་འདུས་པའི་གོང་བུ་དེ་ས་རྡུལ་དུ་མི་ཤེས་ལ་འོན་ཀྱང་རྡུལ་ཕྲ་རབ་གཉིས་འདུས་པའི་གོང་བུ་དེ་ད་དུང་ཕྲ་རབ་ཏུ་འཇོག་པས། ཕྲ་རབ་ཏུ་འཇོག་པས་རྡུལ་ཕྲ་རབ་ལ་ས་རྡུལ་དང་རྫས་རྡུལ་གང་རུང་ཡིན་པས་མ་ཁྱབ་ལ། རྡུལ་ཕྲ་རབ་ལ། རེ་བས། མ་སྐྱབས་ལགས། ཨ་ནི་ག་རེ་ཟེར། ཨ། འདུས་པ་གསུམ་ཡན་ཆད་འདུས་པ་ན་ཨ་ནི་ག་རེ་ཟེར་སོ་ཡ། ཡ་རྒྱལ་གསུམ་པོ་རེ་རེ་བ་བསགས་རྡུལ་ཡིན་ཀྱང་དེ་གསུམ་འདུས་པའི་གོང་བུ་དེ་བསགས་རྡུལ་མ་ཡིན་པ་མ་ཟད་ཕྲ་རབ་ཀྱང་མིན་ཞེས་འདོད་པ་ཡིན་གྱི། རྡུལ་ཕྲ་རབ་གཉིས་འདུས་པའི་གོང་བུ་བསགས་རྡུལ་ཡིན་ཀྱང་གསུམ་ཡན་ཆད་འདུས་པའི་གོང་བུ་བསགས་རྡུལ་མིན་པས་ཁུངས་སུ་མི་ཆེའོ་ཞེས་གསུངས། རྟ་དེ་བསམ་ཚུལ་ཙམ་རེ་རེ་བ་དང། རྟ་དེ་ག་རེ་ཟེར་དགོས་ཀྱི་ཡོད་ཡིན་ན་བསམ་བློ་བཏང་ན་རེ་བ་རྡུལ་ཕྲ་རབ་གཉིས་འདུས་པའི་གོང་བུ་དེ་ད་དུང་ཕྲ་རབ་ཏུ་འཇོག་པས་དེ་ཕྲ་རབ་མ་ཡིན་ཟེར་ན་འགྲིག་གི་མི་འདུག་བ། ཨོ་ཡ། ཕྲ་རབ་མ་ཡིན་སེ་ཡ་དེ། གོང་བུའི་ནང་ནས་ཆུང་ཤོས་དུ་སོང་ཙང་ད་དུང་ཕྲ་རབ་ཏུ་ཞག་དགུག་ཡོད་མེད་འགྲོ་བསམ། ཕྲ་རབ་ཏུ་འཇོག་པས་ཟེར་བ། རྡུལ་ཕྲ་རབ་ལ། རེད་བ། རྡུལ་ཕྲ་རབ་སེ་ཡ་དེ་གོང་བུའི་ཕྲ་རབ་གཅིག་དང་ཟླ་མེད་ཡན་གར་སོགས་རེད་ད་རྡུལ་གྱི་རྡུལ་ཁོ་རང་གི་ཕྲ་རབ་ཇི་སྙེད་ཞག་གསུམ་ཡན་ཆད་འདུས་འདུས་སོང་ན་གསུམ་ཡན་ཆད་འདུས་ན་བདུན་འདུས་པའི་ཁྱད་པར་ཡོད་རེད་བ་དེ། རེད་བ་ད། བདུན་འདུས་པའི་ཁྱད་པར་ཡོད་རེད། ཀོ། བདེ་བ་ནི་ཡིན་ན་རྒྱས་འདུས་དགུ་རུ་བ། གསུམ་ཡན་ཆད་འདུས་པ་ན། ཡ་རྒྱས་རེ་རེ་བ་བསགས་བསྡུས་ཡིན་ཀྱང། ཡ་རྒྱས་རེ་རེ་བ་བསགས་བསྡུས་ཡིན་ཡང་ཐེག་གསུམ་འདུས་པའི་གོང་བུ་བསགས་བསྡུས་མ་ཡིན་པ་མ་ཟད་ཕྲ་རབ་ཀྱང་མིན་ཞེས་ལྟ་གསུམ་ཡན་ཆད་འདུས་པའི་གོང་བུ་དེ་བསྡུས་ཕྲ་རབ་མ་ཡིན་ཏེ་ཟས་གོས་མལ་གྲོ་སམ་རུ་བ་དང། ཕྲ་རབ་གཉིས་འདུས་པའི་གོང་བུ་བསགས་བསྡུས་ཡིན་ཀྱང། གསུམ་ཡན་ཆད་འདུས་པའི་གོང་བུ་བསགས་དུས་མིན་པའི་ཁུངས་སུ་མི་ཆེའོ། དེ་འདྲ་དེ་ཡང་པཎ་ཆེན་རིན་པོ་ཆེ་ཞིག་གིས་ཨ་ཡོད་མི་ཡོད་དེའི་ཁུངས་ཨ་ཡིན་མི་ཡིན་བྱས་པ་ལྟ་ཁ་ཤས་ཀྱིས་ཟེར་ན་དེའི་ཁུངས་ལ་བགྲང་གི་འདུག་བ་དང་ཁྱིམ་མཚེས་ནང་བཞིན་བྱས། རེ་བ། གཉིས་ཙམ་འདུས་པའི་གོང་བུ་དེ་བསགས་དུས་ཡིན་པ་དང་ད་ལྟའི་ལུང་དེ་བགྲང་ལ་སྐྱོན་མེད་དེ་ཟེར་བ། རྟགས་ཕྱི་མ་དེ་ལྟར་ཡིན་ཡང་གཉིད་འདུལ་བའི་གོང་བུ་དེ་ཕྲ་རབ་ཏུ་འཇོག་ཀྱང་གསུམ་ཡན་ཆད་ནི་ཕྲ་རབ་ལས་རགས་སུ་སོང་ཡོད་ཅེས་སྙམ་སྟེ་དཔྱད་དོ་ཞེས་གསུངས་པའི་ཕྱིར། དེས་ལུང་དེ་བགྲང་བར་ལྟ། ལུང་དེ་བགྲང་ནས་དེ་སྒྲ་ཇི་བཞིན་དུ་བག་ཁས་བླངས་པ་ཡིན་ན་ནི་རེ་བ་ལྟ་ན་ནི་ཁྱིམ་རྒྱུད་དེ་གཅིག་པ་ཆགས་ཀྱི་མ་རེད། རེད་དེ་ཡིན་ན་ཡང་བརྟགས་ནས་མ་བཤད་བཤད་སྟངས་ལ་བལྟ་དུས་ཟླ་མེད་ཡན་གར་བར་གནས་པ་དེས་གསུངས་འདུག་བ་ལྟ། རྫས་རྡུལ་ཡིན་ཞེས་རྫས་རྡུལ་ལ་ཟླ་མེད་ཡན་གར་བར་གནས་པ་ཡིན་ཁྱབ་བ་ཐག། འདོད་ལགས་ཡིན་ན་ནི་ཚོགས་པ་ན་འཕྲད་པའི་རྡུལ་ཕྲ་རབ་རེ་རེ་བ་དུ་ཁྱོད་ཀྱི་རྫས་རྡུལ་མ་ཡིན་པ་ཐག་ཟིན་ན་རེ་བ་འདོད་ཟིན་ན་དང་རྡུལ་ཕྲ་རབ་ནི་ཡིན་ས་རྡུལ་མ་གཏོགས་འོད་མི་འདུག་བ་དང། དེ་འདྲ་ཡིན་དུས་ཙང་ནས་ད་དེ་འདྲ་ཅིག་འདུག་རེ་བ་དང། དེ་ཡིན་གྱི་མིན་གྱི་དོགས་གཅོད་བྱེད་དགོས་འདུག་བ་དང། རེ་བ། འོ་ད་དེ་རེད།

རགས་སུ་སོང་བའི་ཕྱིར་སྙམ་སྟེ་དཔྱད་དོ་ཞེས་གསུངས་པའི་ཕྱིར་ཟེར་ན། འོ་ད་དེ་རེ་གཉིས་འདུས་པའི་གོང་བུ་དེ་སྤྱི་དང་ནས་རྡུལ་ཕྲ་རབ་ཡིན་ཞེས་པའི་དོན་རེད་མ་གཏོགས་དེ་བསགས་རྡུལ་ཡིན་ཞེས་པའི་དོན་མ་ཡིན། རེད་བ། བསགས་རྡུལ་འཇོག་ཚུལ་དེ་སྔ་མ་ན་བཞིན་ཡིན་དེ་ཟེར་དགོས་ཨ་ཡོད་མི་ཡོད་ད་དཔྱད་པ་བྱེད་ཡ་རེད་འདུག་བ་ད། ཇི་ལྟར་ཞེས་པ་ནི་ཉིད་ཀྱིས་མཛད་པའི་ཤེས་བྱ་རབ་གསལ་ལས་མ་རེད་མཛོད་ཀྱི་རྣམ་བཤད་ད་འདི་ཡིག་ཆ་གཞན་གྱི་ཤེས་ཚུལ་རྡུལ་ཕྲ་རབ་ལྟ་དེའི་སྐྱོན་རང་མི་འདོར་བ། བསགས་པའི་རྡུལ་ཕྲ་རབ་ནི་གཟུགས་ཅན་གཞན་གྱིས་བཤིག་ཏུ་མེད་པ། བདག་ལས་འདི་འདྲི་གི་འདུག་དེ་དེའི་ཆེད་བདག་ང་རང་ཚོ་ག་བ་ལས་སོང་ཟེར་ཡ། འོ་འདིར་བདག་རེ་བས། འོ་སྐད་ཅེས་དཔྱད་པར་བྱ་བ་ནི་བཞི་པ། འབྱུང་བ་གསུམ་གྱི་རབ་དབྱེ་རེ་བས། རབ་དབྱེ་ནི་ཁམས་བཅོ་བརྒྱད་པོ་དེ་དག་ལས། རྣམ་པར་སྨིན་ལས་བྱུང་བ་དང་བརྒྱད་ལས་བྱུང་བ་ནང་གི་ལྔ་རེ་བ་དང། རྣམ་སྨིན་ལས་བྱུང་བ་བརྒྱད། བརྒྱད་བྱུང་ལས་བྱུང་བ་བརྒྱུད་མཐུན་ལས་བྱུང་བ་གསུམ་རེ། རུ་བ། ད་རྣམ་སྨིན་ལས་བྱུང་བ་དང་བརྒྱད་ཅུ་ལས་བྱུང་བ་ནི་མིག་ལ་སོགས་པའི་ནང་གི་འོང་བུ་ལྔ་ཡིན་ཏེ། རྣམ་པར་སྨིན་ལས་བྱུང་བ་དང་བརྒྱད་ལས་བྱུང་བ་ནང་གི་ལྔ་མཐའ་གཅིག་ཏུ་རྣམ་སྨིན་ལས་བྱུང་བ་དང་བརྒྱད་ཅུ་ལས་བྱུང་བ་གཉིས་ཀ་བརྩི་རུང་བ་དེ། མིག་སོགས་འོང་བུ་ལྔ་སྟེ་བྱ། མི་དགེ་བ་དང་དགེ་བ་ཟག་བཅས་ཀྱི་སྐྱེ་བའི་ཕྱིར་དང་ཀུན་རྣམ་སྨིན་ཡིན་ཙང་རུ་བ། རྒྱས་པའི་རྒྱུ་དག་གིས་རྒྱས་པར་བྱེད་པའི་ཕྱིར་རོ། དེ་ལ་རྣམ་པར་སྨིན་པ་ལས་བྱུང་བས་ན། འོ་དེ་རེད། རྣམ་པར་སྨིན་པ་ལས་བྱུང་བས་ན་རྣམ་པར་སྨིན་པ་ལས་བྱུང་བ་ཞེས། རྒྱུ་ཞེས་པའི་བར་གྱིས་ཚིག་མི་མངོན་པར་བྱས་ཏེ། དཔེར་ན་བ་ལང་ལས་འདས་པའི་ཞིང་བ་ལང་གི་ཞིང་དང། རྣམ་པར་སྨིན་པའི་རྒྱུ་ལས་བྱུང་བས་ན་རྣམ་སྨིན་ལས་བྱུང་བ་མིང་བཏགས་རི་མ་གཏོགས་རྣམ་སྨིན་ཁོ་རང་དང་འབྲས་བུ་རི་བ། དེ་ཡང་ལས་ནུས་པ་མཐུ་ཅན་དུ་སྨིན་པ་ནི་རྣམ་པར་སྨིན་པ་སྟེ་དེ་ལས་བྱུང་བའི་ཕྱིར། རྣམ་པར་སྨིན་པ་ལས་བྱུང་བ་ཞེས་འབྲས་བུ་ལ་རྒྱུ་ཡི་མིང་གིས་བཏགས་པའམ་ཡང་ན་རྣམ་སྨིན་གྱི་རྒྱུ་ལ་རྣམ་སྨིན་གྱི་མིང་གིས་བཏགས་ནས་དེ་ལས་བྱུང་བའི་རྣམ་སྨིན་ལས་བྱུང་བ་སྟེ། ལོ་མ་ལ་མཚོན་མ་ཞེས་བརྗོད་པ་བཞིན་ནོ། དེ་ལ་རྒྱས་པའི་རྒྱུ་བཞི་དང་རྒྱས་ཅུང་ཟད་རྒྱས་པའི་རྒྱུ་བཞི་དེ་ག་རེ་ཡ། ཟས་བྱས། སྐུ་ཉིད་བྱས། སྐུ་ཉིད་དྲིལ་གྱི། སྐུ་ཉིད་དྲིལ་གྱི་ང་རང་ཚོ་ཁྲུས་རྒྱ་ཡག་དང་ལུས་ལ་སྣུམ་དང་སྨན་བསྐུ་ཡག་དེ་འདྲ་ཡོད་རེད་བ། འོ་ད་དེ་དྲིལ་གྱི་ལ་སོགས་པ་སྤྱད་པར་བྱ་བ་དང། གཉིད་དང་ཏིང་ངེ་འཛིན་ནོ། རེད་བ་ད། ཁ་ཅིག་ནི་ཚངས་པར་སྤྱོད་པ་དང་ལྔའོ་ཞེས་ཟེར་མོད་ཀྱི་དེ་ནི་མི་གནོད་པ་ཙམ་དུ་ཟད་ཀྱི་རྒྱས་པར་བྱེད་པ་ནི་མ་ཡིན་ནོ་ཞེས་སློབ་དཔོན་འཆད་དོ་དེ་དག་ལས། རུ་བ་དེ་དག་ལས་བྱུང་བའི་ཕྱིར་ནི་རྒྱས་པ་ལས་བྱུང་བའོ་རྣམ་པར་སྨིན་ལས་བྱུང་བ་དང་རྐྱེན་ལས་བྱུང་བ་ནང་གི་སྔགས་གཉིས་ཀ་གཉིས་ཙམ་བརྩི་རུང་བ་དེ་བྱེད་རུ་བ་དང། འོ་དེར་རྒྱས་པའི་ཁ་ཏྲ། རྒྱས་པའི་རྒྱུ་ནིར་བའི་རྣམ་སྨིན་གྱི་རྒྱུ། རྣམ་སྨིན་གྱི་རྒྱུ། ལ། ཕྱིར་བཞིན་དུ་བསྐོར་ཏེ་གནས་པས་ཀུན་དུ་སོང་ངོ། འོ་ད་རེ། ད་འདི་ཡིན་པ་རེ། རྒྱས་པའི་རྒྱུ་ནི་རྒྱས་བྱུང་ལས་བྱུང་བའི་དབང་པོ་ལྔ་སྤྱི་བོར་བ། དེ་ལས་ཀྱི་འཕངས་པའི་རྣམ་སྨིན་གྱི་དབང་པོ་ལྔ་དེའི་ཕྱི་ལོགས་ལ་བརྡལ་ཡོད་རེག་བྱ་ཡིན་པར་བཀོད་ནས་གནས་པས་ཀུན་ཏུ་བསྲུང་ངོ། དཔེར་ན་ང་རང་ཚོའི་ལས་ཀྱི་མིག་སོགས་དབང་པོ་ལྔ་དང་པོ་ཉིད་ནས་ཅིག་འཕངས་ཡོང་གིར་བ། རྒྱས་པའི་རྒྱུ་གཉིས་དང་ཏིང་ངེ་འཛིན་དང་སྐུ་གཉིས་དྲི་ཆུ་ལ་སོགས་པ་འོ་དེ་དག་ལ་བརྟེན་ནས་འབྱུང་བ་རྒྱས་པ་ལ་བརྟེན་ནས་རྒྱས་བྱུང་གི་མིག་གི་དབང་པོ་བཅས་གྲུབ། རྒྱལ་བྱུང་གི་མིག་གི་དབང་པོ་སྟེ་རྣམ་སྨིན་མ་ཡིན་ཟེར་བར་བ་ལས་ཀྱིས་འཕངས་པའི་རྣམ་སྨིན་མ་ཡིན། ཚེ་འདིར་རྒྱས་པའི་རྒྱུ་ལ་བརྟེན་ནས་རྒྱས་པའི་དབང་པོ་ཡིན། དེ་ལྟ་བུའི་དབང་པོ་སྟེ་རྣམ་སྨིན་གྱི་དབང་པོ་དེ་ཡིས། མཐའ་སྐོར་རྣམས་ཉིད་འདབ་ན་གནས་པ་ཡིན་བྱ། གལ་ཏེ། ནང་གི་ལྔ་ལ་རྒྱུ་བདུན་ལས་བྱུང་བ་ཡིན་ན་བྱུང་བ་གཉིས་ཁོ་ནར་མི་འཐད་ལ། དེ་མེད་ན་ཐ་མ་གསུམ་སྐད་ཅིག་མ་དེ་ཤེས་པའི་འབྲེལ་པར་ཐ་འདིར་ཡིན་པ་རེད་གསུངས་ལ། ག་རེ་རེ་ཟིག་ཡིན་ན། མིག་སོགས་དབང་པོ་ལྔ་པོ་དེ་ལ་ནི་ད། བྱུང་བ་གསུམ་གྱི་ནང་ནས་རྒྱུ་མཐུན་ལས་བྱུང་བ་ཨ་ཡོད་མི་ཡོད་བྱས། རྒྱུ་མཐུན་ལས་བྱུང་བ་རེ་བ་དག་ཡོད་ན་ནི་རྣམ་པར་སྨིན་ལས་བྱུང་བ་དེ་བརྒྱད་ལས་བྱུང་བ་ནང་གི་ལྔ་རྣམ་སྨིན་ལས་བྱུང་བ་དེ་བརྒྱད་བྱུང་ལས་བྱུང་བ་གཉིས་ཁོ་ན་རྩིས་མི་རིགས་པ་གསུམ་རྩིས་རིག་གི་རེད་བྱས། འོ་དེ་རེ་མིག་སོགས་དབང་པོ་ལྔ་ལ་འོ་དེ་རེ་ནི་བརྒྱད་བྱུང་མེད་ན། ལྟར། རུ་བ། ཐ་མ་གསུམ་སྲིད་དུ་ཐ་མ་ཆུ་ཡི་རྣམ་ཤེས་ཀྱི་ཁམས་གསུང་རུ་བ། སྐད་ཅིག་མ་དེ་སྲིད། སྐད་ཅིག་མ་སྲིད་ན་ག་རེ་ཡ། འོ་དེ་རེ་ནི། སྡུག་བསྔལ་ཆོས་བཟོད། རུ་བ། སྐད་ཅིག་མ་ཡིད་མི་བགྱིད་རབ་ཡིད་སེ་ཡ་འཇུ་བ་རུ་བ། འོ་དེ་རེ་སྡུག་བསྔལ་ཆོས་བཟོད་དེ་ཞེས་པ་རུ་བ། ཤེས་བཟོད་སྐད་ཅིག་མ་བཅུ་དྲུག་གི་ནང་ནས་སྡུག་བསྔལ་ཆོས་བཟོད་དེ། ག་བ་བརྩི། ག་བ་བརྩི་ཡ་ཡོ་རེ་ཟན་ཆུ་ཡི་རྣམ་ཤེས་ཀྱི་ཁམས་གསུམ་པོ་དེ་བརྩི་རྒྱུ་ཡོ་རུ་བ།

ཚོགས་བར་ན་ཡོད་པའི་སྐད་ཅིག་དང་པོ་མ་གཏོགས་པའི་ཕྱིར་ད་སྡུག་བསྔལ་ཆོས་ཚུལ་སྐད་ཅིག་དང་པོ་དེ་མ་གཏོགས་པའི་འདུས་བྱས་གཞན་ནི་རྒྱུ་མཐུན་ལས་མ་བྱུང་བ་འགའ་ཡང་མེད་དོ། ད་ལུང་དེ་དྲང་ཡོད་རེད་བ་ད། སྡུག་བསྔལ་ཆོས་ཚུལ་སྐད་ཅིག་དང་པོ་དེ་རྒྱུ་མཐུན་ལས་བྱུང་བ་མ་ཡིན་ཆ། དེ་མ་གཏོགས་པའི་འདུས་བྱས་ཐམས་ཅད་རྒྱུ་མཐུན་ལས་བྱུང་བ་ཡིན་གསུངས་འདུག་བ། དེ་ཡིན་ན་མི་སོགས་དངོས་པོ་ལྔ་རྒྱུ་མཐུན་ལས་བྱུང་བ་དག་ཅེས་དེ་ལས་གཞན་པའི་དངོས་པོ་ཡིན་པའི་ཕྱིར་ཕྱིར་བ། ཞེ་ན། དེ་གཉིས་རང་རང་གི་རིགས་འདྲ་སྔ་མ་ལས་ཕྱི་མ་འབྱུང་བའི་རྒྱུ་མཐུན་ཡོད་པའི་ཕྱིར། སྐྱོན་ཕྱི་མ་མེད་ལ། གཉིས་ལས་མ་གཏོགས་པའི་རྒྱུ་མཐུན་ལས་བྱུང་བ་གསུམ་པ་མེད་པའི་སྐྱོན་དང་པོ་ལས་གྲོལ་ལོ། རྣམ་སྨིན་ལས་སྤྱི་དང་ནི་རྒྱུ་མཐུན་ལས་བྱུང་བ་ཡོད་བྱད། ཡིན་ན་ཡང་རྣམ་སྨིན་དང་དགེ་སྦྱོང་གང་རུང་མ་ཡིན་པའི

རྣམ་སྨིན་གཟུགས་ཅན་ནི་འདོད་པ་སྟོབས་ཉིད་བྱུང་བ་མ་ཡིན་ལ། ད་ནི་འདོད་པའི་དབང་གིས་བྱུང་བའི་ཕྱིར་རོ། སྒྲ་དེ་ང་རང་ཚོའི་སྐད་ཆེ་ཆུང་ག་རེ་རྒྱབ་ཀྱི་བྱུང་ནས་སོ་སོའི་འདོད་དབང་གིས་རྒྱབ་ཐུབ་ཀྱི་རེད་བ། འོ་དེ་རེད་རྣམ་སྨིན་རྣམ་སྨིན་ལ་འདོད་པའི་རྒྱུར་དུ་ཡོད་མ་རེད་བ། ཅེས་ན་སྒྲ་རྣམ་སྨིན་ལས་སྐྱེས་པ་མིན་དེའི་ཕྱིར། སྒྲ་ནི་འདོད་རྒུར་གྱུར་བ་ཡིན་ལ་རྣམ་སྨིན་འདོད་རྒུར་གྱུར་བ་མ་ཡིན་པའི་ཕྱིར་འོ་ན་དག་པའི་བསྟན་བཅོས་ལས། འོ་དེ་རེད་དེ་བཞིན་གཤེགས་པའི་གསུང་དབྱངས། དེ་བཞིན་གཤེགས་པའི་གར་ས་གསུང་སྒྲ་གདངས་ཀྱི་མཚན། གང་གིས་ཐོས་པར་འགྱུར་བ་མཉན་པར་གྱིས། ཚིག་རྩུབ་དང་ནི་སྐྱེས་པ་རྣམ་སྤངས་པས། དེ་བཞིན་གཤེགས་པའི་མཚན་ནི་ཐོབ་པར་འགྱུར། འོ་ད་ཞེས་རྣམ་སྨིན་ལས་སྐྱེས་པ་བཤད་པ་དང། དེ་བཞིན་གཤེགས་པའི་གསུང་དེ་ལྟར་ང་རང་ཚོའི་གསུང་ཁྱོད་ཀྱིས་ཡང་ཟེར་ཡ་བྱོས་རོ། འོ་ད་འདི་རེ་རེ་ཚད་རྣམ་པར་སྨིན་པའི་རྒྱུ་ལས་དེ་ནི་སྐྱེས་པ་བཤད་པ་རེད། འོ་ད་བཤད་པ་དང། ལུང་ཕྲན་ཚེགས་ལས། བསྙེན་པ་བཟང་ལྡན་གྱི་ང་རོ་བསྙེན་པའང་སྔོན་སངས་རྒྱས་འཁོར་བ་གྱི་དགེ་སློང་བསྙེན་པ་བཟང་ལྡན་སྲས་བྱུང་ཡོད་རོ་བ་སངས་རྒྱས་ཞལ་གྱིས་ཐུབ་པའི་སྐབས་ལ་རོ། དགེ་སློང་བསྙེན་པ་བཟང་ལྡན་སྲས་དུས་ལུས་པས་མི་སྡུག་པ། ཡིད་དུ་མི་འོང་ཤི་བོ་ཅི་བྱས་གཟུགས་པོ། སྐད་དེ་པས་གཞན་དང་མི་འདྲ་བའི་གསུང་སྙན་པོ་ཅིག་བྱུང་རོ་བ། བ་ལྟ་སྟེ་བྱུང་བ་དེ་མཉན་པ། སྔོན་སངས་རྒྱས་འཁོར་བ་འཇིག་གི་མཆོད་རྟེན་ལ་དྲིལ་བུ་ཕུལ་བ་དང། ཁུ་བྱུག་ཏུ་སྐྱེས་པ་ན་སངས་རྒྱས་འོད་སྲུང་ལ་སེམས་དད་པས་སྐད་སྙན་པ་བྱུང་སྟེ་བསྐོར་བ་བྱེད་པའི་རྣམ་སྨིན་ལས་བྱུང་བ་བཤད་པ་དང་འགལ་ལོ་ཞེ་ན་མཉན་པ། བསང་གཏན་གྱི་གསུང་དེ་བ་ལྟ་སྟེ་རེ་སྔོན་སངས་རྒྱས་འཁོར་བ་འཇིག། སྐུ་མྱ་ངན་ལས་འདས་པའི་མཆོད་རྟེན་ལ་དྲིལ་བུ་ཕུལ་བ་དང། དག་སྣང་བཞིན་བྱས་ནས་ཁོ་བཞུགས་དུ་བསྐྱེད་པ་ན། འོད་སྲུང་ལ་ཁོར་ཡུག་གི་སྐད་བརྒྱབ་ནས་ཨ་ནི་ཨོ་ད་དད་པས་སྐད་བརྒྱབ་པ་ཡིན་ཙང་དེ་ཡི་རྣམ་སྨིན་ལ་སྐད་བརྒྱབ་པ་བྱུང་བ་རེད་བཤད་འདུག་བ། འདི་ལ་ཉེ་བར་བྱེ་བྲག་ཏུ་སྨྲ་བ་རྣམས་ནི། ལས་དེ་དག་ལས་རྣམ་སྨིན་གྱི་བདག་ཉིད་ཀྱི་འབྱུང་བ་དག་གྲུབ་ལ། ཉེ་བར་བྱེ་བྲག་སྨྲ་བ་རྣམས་ཀྱི། དུ་བ་དང། འོག་འདིར་སྐད་ཀྱི་རྒྱུ་རྣམ་སྨིན་གྱི་འབྱུང་བ་གཅིག་དམིགས་པའི་ནང་འཁྲུལ་བ་ཡིན། དེ་ལས་གསུངས་ཚངས་པའི་དབྱངས་ལྟར་སྙན་པ་འབྱུང་བའི་རྒྱུད་གསུམ་པ་ཡིན་ནོ་ཞེས་ཟེར་རོ། རྒྱུད་གསུམ་པ་ག་རེ་ཟེར་སོ་ཡ། ལས་གཅིག་བྱས། ལས་དེ་རྒྱུད་དང་པོ་བྱས། དུ་བ། ལས་དེ་ལ་བརྟེན་ནས་ནི་འབྱུང་བ་གཅིག་དྲུག་རྒྱུད་གཉིས་པ་བྱས། གསུམ་པ་ཟེར་དུས་ནི་དབྱངས་དེ་དྲུག། འོག་འདི་རྒྱུད་གསུམ་པ་ཡིན་ནོ་ཞེས་འདོད། ཁ་ཅིག་བ་ནི། གནས་ཁར་ས། ཁ་སྤྱི་བོ་བ་ནི་ལས་ལས་རྣམ་སྨིན་ལས་སྐྱེས་པའི་འབྱུང་བ་དང། ལས་ལ་བརྟེན་ནས་རྣམ་སྨིན་ལས་སྐྱེས་པའི་འབྱུང་བ་གཅིག་དྲུག། དེ་ལས་བརྒྱད་འབྱུང་གི་འབྱུང་བ་དྲུག། དེ་ལས། རྒྱུ་མཐུན་ལས་བྱུང་བ་དང། དེ་ལས་གནས་ཁར་ས་སོ། གསུང་ཡང་འབྱུང་ནི་རྒྱུ་ལྔ་པ་ཡིན་ནོ་ཞེས་ཟེར་རོ། ད་རྒྱུ་རིམ་པ་འབྲས་བུ་ལྔ་བཞག་ནས་རེ་བ། འོ་དེ་རེ་ལས་ལ་བརྟེན་ནས་རྣམ་སྨིན་གྱི་འབྱུང་བ་གཅིག་སྐྱེས་པའི་རྒྱུ་དང་པོ་དེ་བྱས། བ་དང། ཨ་ནི་དེ་ལས་རྒྱས་བྱུང་གི་འབྱུང་བ་གཅིག་གྲུབ་པའི་རྒྱུ་གཉིས་པ་དེ་བྱས། དེ་ལས་རྒྱུ་མཐུན་གྱི་འབྱུང་བ་གཅིག་གྲུབ་བ་བཞི་པ་དེ་བྱས། དེ་ལས་གསུང་ཡང་གསུང་ཚངས་པའི་ཡང་གྲུབ་པ་ཡིན་ཙང་ཨ་ནི་རྒྱུད་ལྔ་པ་ཡིན་ནོ་ཞེས་ཟེར་རོ། གཉིས་ཀ་ལྟར་ན་ཡང་དེ་དག་ལས་རྒྱུད་ནས་བྱུང་བས་དེ་ལྟར་བཤད་ཀྱི་དངོས་སུ་ནི་མ་ཡིན་ཏེ་ཟློས་པ་ཙམ་གྱིས་མི་འབྱུང་བ་དང་བྱེད་ལྟ། གང་ལྟར་ན་ཡང་ནི་ལས་ལ་བརྟེན་ནས་རྣམ་སྨིན་གྱི་རྒྱུ་འབྱུང་བ་ཅི་འཁྲུགས་དེ་ལ་བརྟེན་ནས་གསུང་ཚངས་པའི་དབྱངས་བྱུང་བ་རེད་མ་གཏོགས་པས་གསུང་ཚངས་པའི་དབྱངས་ཁོ་ན་རྣམ་སྨིན་གྱི་འབྲས་བུ་མ་རེད་ཕྱིར། ཆད་ནས་མཚམས་མི་འཇོག་ཡི་ཕྱིར་རོ། འོ་ད་སྒྲ་ཆད་ནས་མཚམས་འཇོག་གི་ཡོད་རེད། དེ་ཡི་ཕྱིར་སྒྲ་ལ་རྒྱས་འབྱུང་དང་རྒྱུ་མཐུན་ལས་བྱུང་བ་ནི་ཡོད་དོ།

དྲི་རོ། རེག་བྱ། རྣམ་པ་བཞི་ནི། ཀ་རའི་རྣམ་པ་གསུམ། བཞི་ཀ་རའི་ཕྱི་ཡི་སྐྱེ་འཆི་ལྷག་མ་བཞི་པོ་འདིར་བ། ཀ་རས་གཟུགས་བྱས། དྲི་བྱས། རོ་བྱས་རེག་བྱ་རྣམ་པ་བཞི་ནི་རྣམ་སྨིན་ལས་བྱུང་བ་གསུམ་ཀ་ཡི་རྣམ་སྨིན་ལས་བྱུང་བ་ཡོད་དགེ་སྦྱོང་ལས་བྱུང་བ་ཡོད་ཟེར་བ་ལྟར། འོག་ཏུ་རྒྱུ་མཐུན་ལས་བྱུང་བ་ཡོད་ཅེས་པ་རྣམ་པ་གསུམ་ཡོད་དེ་དབང་པོའི་ཚོགས་པ་ན་ཡོད་པ་དག་ལ་གསུམ་ཀ། རྣམ་པ་གསུམ་ཀ་དང་དབང་པོའི་ཚོགས་པ་ན་ཡོད་པའི་དེ་དག་ལ་ནི། རྒྱས་བྱུང་དང་རྣམ་སྨིན་གང་གཱ་ཡོ་རིས། ཕྱི་རོལ་ནི་རྒྱུ་མཐུན་ལས་བྱུང་བ་ལས་གནས་སོ་ཟེར་བས། འོ་ན་དབང་པོའི་ཚོགས་པ་ན་ཡོད་པ་དེ་དག་ལ་ནི་རྣམ་པ་གསུམ་ཀ་དང་ཕྱི་རོལ་དུ་ནི་རྒྱུ་མཐུན་ལས་བྱུང་བ་གནས་སོ་ཟེར་དུ་བ།

འོ་དེ་རེད་རྒྱུ་མཐུན་ལས་བྱུང་བ་ཡོད་ཟེར་བ་རྒྱུ་མཐུན་ལས་བྱུང་བ་དང་སྲུང་སྐ་དང་ཕྱི་རོལ་ནས་རྒྱུ་མཐུན་ལས་བྱུང་བྱུང་བ་གནས་སོ་ཟེར་བ་ད་འོ་ད་དེ་རེད་ཕྱི་རོལ་དུ་ཡོད་པ་དེ་དག་ལ་ནི་ད་རྒྱུ་མཐུན་ལས་བྱུང་བ་མ་གཏོགས་རྒྱས་བྱུང་ཡོད་མ་རེད་ཕྱི་རོལ་ས་རྣམ་སྨིན་ལས་བྱུང་བ་ཡོད་མ་རེད་ཕྱི་རོལ་ས་རྣམ་སྨིན་ལས་རྒྱུད་ཀྱི་རྣམ་སྨིན་ལུང་དུ་མ་བསྟན་ཆོས་སེམས་ཅན་བྱུང་ལུང་བསྟན་ཕྱིས་བྱུང་ཟེར་བ་ད་རྒྱུད་ཀྱི་བསྡུས་པ་ཡིན་དགོས་པ་ཟེར་བ་ད།

རྩི་ཤིང་ལ་སོགས་པའི་ཚོགས་པ་ན་ནི་བརྒྱད་འབྱུང་མ་གཏོགས་མ་རི་དྭགས་རྒྱུ་མཐུན་ལས་བྱུང་བ་མ་གཏོགས་མེད་ཡས་སུ་དུ་འདུ་བ་བརྒྱད་འབྱུང་མེད་པ་ཡིན་ནོ། རེ་བ་ད་བརྒྱད་འབྱུང་མེད་མེད་འགྲོ། ཇི་ལྟར་ནི། རེ་བ། འོ་ད་རྒྱས་པར་སེ་ཡ་དེ་ག་རེ་རེད་འདུག་ཡ། འོ་འདི་རེད་ཐོག་མེད་ཀྱི་སེམས་ཁམས་བདུན་ལ་བརྒྱད་འབྱུང་བཞག་གི་མི་འདུག་བ། འོ་འདི་ཆོས་ཁམས་ལས་བརྒྱད་འབྱུང་བཞག་གི་ཡོད་མ་རེད། རེ་བ་ད། འབྱུང་བ་རྒྱས་པ་ལ་བརྟེན་ནས།

བསགས་པར་མི་གནས་པ་ཡིན་པས་ཨཱ། དེ་ལྟར་ནི་གཟུགས་ཅན་རྒྱས་པ་མེད་པའི་ཕྱིར་རོ། རྒྱས་སྲིད་དུ་གཟུགས་ཅན་གྱི་སྟོབས་རྒྱས་པར་འགྲོ་བ་ཅི་ལ་ཟེར་དགུ་བའི་རྒྱུ་རེ་བ་ལྟ། དེ་ཡིན་དུས་ཙང་ནི་ཁམས་ལྷག་མ་དྲི་རོ་རེག་བྱ་ཞེས་ནི་རྣམ་སྨིན་ལས་བྱུང་བ་གསུམ་ཀ་ཡོད་པའི་ཕྱིར་དང་ད་ཕྱི་རོལ་ནི་རྒྱུ་མཐུན་ལས་ཕྱི་རོལ་ན་འབྱུང་བ་འཕེལ་བ་དེ་ཡོང་གི་རེ་བ་དེ་ཙམ་ལས་རྒྱས་འབྱུང་ཟེར་གྱི་མེད་མི་འགྲོ།